དེ་སུ་བདེ་ལེགས། ཨ་ནེ། དེ་རིང་ངས་རྣམ་པ་ཚོ་ད་ཧ་ཅང་གི་ཉིན་གཅིག་སྐར་ཆེན་པོ་གཅིག་ངོ་སྤྲོད་ཀྱི་ཡིན། ཨ་ནེ་ད་ཉིན་གཅིག་དེ་གི་མིང་ལ Dog Feature ནག་ཆུ་ཚོར་ཆུ། ཨ་ཟེར་གི་རེད། ཨ་ནེ་ད་དེ་གི་ཉིན་གཅིག་དེ་གི་ཁོ་རང་གི་ལས་ཀ་དེ་ག་རེ་རེད་ཟེར་བ་ན་ང་ཚོ་གི་ཡིག་ཆ་གཅིག་གི་ནང་ནས་འདིར་ས་ཆ་དང་མི་སྣ་ཡང་ན་མཚན་ཉིད་དང་མཚང་གཞི་ཡང་ན་ལོང་ཚིག་ལ་སོགས་པ་འཚོལ་དགོས་ཀྱི་ཡོད་པ་ཡིན་ན་ཨ་ནེ་ཧ་ལི་བའི་སྟབས་བདེ་མོ་ཅི་བགྱི་ཉི་ད་ཉིན་ཕྱི་དེ་བརྒྱུད་ནས་འཚོལ་རིན་གྱི་ཡོད། འོ་དེ་གི་ཉིན་ཕྱི་དེ་གི་ཤེས་རིག་དེ་འདྲ་བོ་ཅི་རེད། ཨ་ནེ་ད་དེ་འདྲ་བོ་ཉིན་ཕྱི་དེ་ནང་ང་ཡང་ཁོ་རང་བེད་སྤྱོད་གཏོང་ཡག་གི་ཡིག་ཆ་དེ་དགོས་ཀྱི་ཡོད་རེད། ཡིག་ཆ་དེ་བེད་ཆ་བཞག་ན་ད་དེང་སང་བཀྲ་བརྒྱད་དང་ཉི་ད་ག་རེ་ལ་དགོས་རེད་ང་ཚོ་གི་ཡིག་ཆ་ཡིག་གི་ཡིག་རྐྱང་ལ་ཕབ་བཞག་རྒྱུ་གི་ཉིན་དེའི་ཡིག་ཆ་མང་པོ་ཡོད་རེད་པ་འོ་དེ་འདྲ་བོ་མང་པོ་འདི་བརྒྱ་ཉིས་བརྒྱ་གསུང་འབུམ་དང་བཀའ་འགྱུར་བསྟན་འགྱུར་ལ་སོགས་པ་དེ་འདྲ་གི་ཡིག་ཆ་བརྒྱ་སྟོང་ལ་སོགས་པ་མཉམ་དུ་བསྡུས་ནས་དེ་ལྷོར་སོ་སོའི་གློག་ཀླད་ནང་བཞག་ཡང་ན་དེབ་སྡེར་དང་ཧྲ་གཏེར་སྐོར་རོང་ནང་བཞག་ནས་དེ་གའི་ཉིན་ཕྱིས་དེ་ཁྱེད་རང་གི་གློག་ཀླད་ནང་ཕབ་ལེན་གྱིས་ཨ་ནི་དེ་ཉིན་མཐུད་བཞག་པ་ཡིན་ན། ཨ་ནི་ད་ཉིན་ཕྱིས་དེའི་ནང་ནས་ཚོད་གཏོང་དེ་ཧ་ལས་པའི་སྟབས་བདེ་མོ། ཨ་ནི། ཚལ་བ་དེ་ཡང་བྲང་ཁ་ག་ཚད་ཡོད་པ་དང་ཨ་ནི་སྡེ་ཚན་ག་གིར་ཡང་ཡོད་པ། དེ་ནས། ཨ་ནི། བྲང་ཁ་ག་ཚོད་ཡོད་པ་ལ་སོགས་པའི་སྡེ་ཚན་དང་བང་རིམ་དེ་ཧ་ལས་པའི་སྟབས་བདེ་མོ་དང་ཁ་གསལ་པོ་དག་ནས་ཁོ་རང་གི་བཟོ་ཡི་འགོ་རེད་དེ་ཉིན་ཕྱི་དེ་ཡང་ཡིན་ན་ཉོན་མོ་དགོས་པ་དང། སོ་སོ་གི་རིན་མེད་ཀྱི་ཐོག་ནས་དེ་དྲ་རྒྱའི་ཐོག་ནས་ཕབ་ལེན་བྱེད་ཆོག་གི་ཡོད་རེད། འོ་དེ་འདྲ་གི་ཉིན་ཕྱི་དེ་ལ་ངས་ངོ་སྤྲོད་བྱེད་ཀྱི་ཡིན། ཨ་ནི་ད་རྣམ་པ་ཚོ་གི་ད་འདི་ན་མུ་མཐུད་ནས་གཟིགས་རོགས་གནང།

ད་ཕར་ཆེར་སོ་སོ་ག་དྲ་རྒྱ་ཡག་པོ་མེད་ཡ་ཡིན་ན་ད་ཕར་ཆེར་སྐར་མ་ཁ་ཤི་ཙེ་འགོར་སྲིད་པ་རེད། ཧོ་དེར་ད་ད་ཕག་ལེན་ཅི་ཚར་སོང་ཨ་ཕག་ལེན་ཙི་ཚར་སོང་འདུག་ན། བཙན་འབྲོག་སྤྱི། ད་ཧ་ཅང་སྟབས་བདེ་བོ་རེད། ཧོ་འདིར།

ད་ང་ཚོས་དངོས་ཡིག་ཆ་དེ་འདྲའི་སྣ་ཚོགས་ཟེར་རྒྱུ་དེའི་ནང་ལ་བཞག་བཞག་ཡོད། སྣ་ཚོགས་ཏན་ཏན། okay ནི། དེ་ནི་ད་ཁོ་རང་གི་འདི་ནང་མ་རེད་དཀར་ཆག་སོགས་ཡོང་གི་ད་ནི་རན་ཟེར་རྒྱུ་དེ་རེད་མེད་འདུག་ན་དེ་ནི་དཀར་ཆག་སོགས་དེ་ན་དེ་སུ་འགོ་རུ་ཀི་རེད། ཨ་ནི་དཀར་ས་མང་པོ་ཡོད་ན་དེ་ནི་ཁྱེད་རང་གི་ད་སྡེ་ཚན་མང་པོ་ཅིག་བཟོ་ཆོག་གི་རེད་ད་ངའི་ངའི་དཔེ་མཚོན་དེ་རང་གི་ཆེད་དུ་སྣ་ཚོགས་ཟེར་ཡག་དེ་གི་སྤྱི་བོ་སྟེ། ཨ་རང་དེ་ནི་བཞག་བཞག་རེད་ད་དེ་རང་གི་ཡིག་ཆ་དེ་ཁོ་རང་གི་ད་རྒྱུ་ཆ་ཨ་མ་དེ་སླེབས་ཡོད་རེད།

དོན་དག་གཅིག་པོ་མ་གཏོགས། ཨ་ནི། དོན་ལོག་ཀ་དང་གཏམ་ཟེར་རྒྱུ་ལས་ལོག་ཀ་ཆགས་འགྲོ་གི་རོ། འོ་དེ་འདྲ་ཚད་འགལ་ད་ཡིན་ན་འདི་སྐྱེ་བ་ཡིན་ན་ཁོ་རང་གི་རྡོག་རྡོག་འོ་མ་ཞིག་གཞན་པ་སྤྲད་གི་མ་རེད། འོ་དེ་ནི་ད་དོན་གཏམ་ཟེར་བ་དེ་གི་བཙན་ཁྲིད་དེ་ག་ཚད་དུ་མཛད་པ་ཡིན་ན་དེ་ཡིག་ཆ་ལྔ་བཅུ་ཐམ་པ་གི་ནང་ལ་འདུག་ཨ་འདི་འདི་ན་ལྔ་བཅུ་ཐམ་པ་བཅོས་རྒྱུ་དེ་ནང་ལ་ཡོད་དགོས་རེད། དེ་འདི་ནང་བཞིན་གཅིག་བལྟ་དགོས་ང་ཚོ་གི། འོ་འདི།

འདི་དེ་འདྲ་ཅི་བྱ་བ་ཡིན་ན་ཡིག་ཆེན་པོ་ཡིན་དགོས་དོགས་འདི། ཟུར་ཆེན་པོ་གཅིག་འདི་ནི་སེར་པོ་དུ་སུ་ཆགས་ཏེ་རྒྱུག་སྟེ་དུ་སུ་རྩོལ་བ་དེ་དོན་དམ་ཟེར་རྒྱུ་དེ་གི་ག་ཚོད་ཡོད་ན་དེའི་མགོ་འདིའི་ནང་ལ་བཅོ་ལྔ་འདུག་འདི། བཅོ་ལྔ་གི་ནང་གཅིག་གཅིག་དེ་ནས་ཁྱེད་རང་གི་དོན་དམ་ཟེར་རྒྱུ་དེ་གང་འདུག། ཧ་ནི་ད་ལྟ་ང་ཚོ་གི་འདིའི་ནང་ཉིད་ད། དཔེ་ཆ་གི་མཚན་གཞུང་དེ་ག་རེ་བསྡུར་ན་བདེ་ཉི་གསར་བའི་མེ་ལོང་ཟེར་རྒྱུའི་ནང་ཉིད་གཅིག་ཡོང་དེ་ག་རེ་དེ་འདི་ནི་ཡིག་ཆ་གི་མིང་དེ་འདི། ཡོང་དེ་འདི་རེད་འདུག་དེ་ནས་ཡུལ་ས་བོ་དེ་ག་རང་གི་འདི་ང་ཚོ་གི་ད་འདུག་དངུལ་འཁྱེར་དངུལ་ལ་འདུག་འོ་ལ་གོ་འདུག་ཨ་འདི་ནང་ནས་འོ་ད་རེ་འདི་གི་གོ་ཆ་གི་ཁོ་རང་གི་ཕ་ཐུག་ཟེར་གི་འདུག་འོ་ད་དེ་འདི་རེད་དེ་ནས་ད་འདི་གི་དངོས་པོ་ཅིག་དང་དངོས་པོ་དེ་གི་ད་ཁྱེད་རང་ད་ད་ག་གི་ནང་ད་འདི་ཡོད་པ་དེ་ད་ག་འདི་དེ་འདྲ་ཅིག་གི་རེད་འདི་གི་མཚོན་ཐོག་ད་ཡོང་ན་ཁྱེད་རང་གི་འགྱུར་བ་གཏོང་འགྱུར་བ་གཏོང་ཆོག་གི་ཡོད་རེད་འདི་མེད་བ་ཅིག་ན་འདི་འདྲ་ཅིག་དེ་ནས་ང་ཚོ་གི་འདི་ནང་སོང། འདི་སེར་པོ་ཅིག་འདུག་ཨ། སེར་པོ་དེ་སེར་ཆགས་ཡོང་ན་ང་ཚོ་གི། དམར་པོ་བཞག་ཆགས། འདི་ཡང་དམར་པོ་ཆགས་སོང་ཨ། འདི། ཨོ་དེ་གི་མཚོ་སོག་གི་མཚོ་མཐོང་ན་འགྲོ་རྒྱུ་ཆེ་ཐུག་གི་ཡོད་རེད་དེ་ནི་གཞན་པ་ཞིག་ག་ཞིག་ལྟ་བ་ཡིན་ན་འདི་ནི། གཤེར་འབྲི་སྔོན་མའི་ལེགས་བཤད་ཟེར་བ་ཅིག་གི་ནང་ལ་ཅིག་འདུག་ཨ་དེའི་ནང་ལ་ཁ་གསལ་དུ་ནི་བརྒྱ་དང་བཞི་བཅུ། བརྒྱ་དང་བཞི་བཅུ་ཞེར་ལྔ་ཅིག་འདུག་དེའི་ནང་ལ་དོན་དམ་ཟེར་རྒྱུའི་བསྟན་གྲོགས་ཅིག་ཡོང་གི་འདུག་ཨ་ཨོ་དེ། འདི་གཉིས་བསྟན་ན་འགྲིག་གོ། དེ་ག་ནང་བཞིན་གྱི་ལྟ་ཕྱིར་གྱི་ལོ་ཚིགས། ནི་ཡང་ན། ག་རེ་ལབ་དགོས་རེད། མི་སྣ་མཚན་ཉིད། ནི་ང་ཚོས་གོ་ཕེར་བྱ་ཟེར་ན་འདི་ནི་ད་འདི་ནང་ལ། དོན་དམ། བདེན་པའི། མཚན་ཉིད་ལབ་པ་ཡིན་ན། འདི། སེམས་རགས་སོ་ཨ་འདི། ཡིག་ཆ་གསུམ་གི་ནང་ལ་འདུག་ལ་འདི་ནི་འདི་ཡིག་ཆ་གསུམ་འདུག། ཨ་ནི་དེ་རང་ཉིད་ད་ང་ཚོས་དང་པོ་དེ་བྱེད་ཐབས་གོ་དང་པོ་དེའི་ནང་ལ་ད་དོན་དམ་བདེན་པའི་མཚན་ཉིད་དུ་གྱུར་ཏེ། འདི་གཉིས་འདུག་ཨ། གཉིས་ཀྱི་འདི་ནི་དང་པོ་དེ་འདིར། དོན་དམ་བདེན་པའི་མཚན་ཉིད་ཙམ་ཞིག་ཡིན་ལ། དེ་ནས་འདི་ན་དོན་དམ་བདེན་པའི་མཚན་ཉིད་ནི་ཡེ་ཤེས་རང་བཞིན་འོད་གསལ་བ་ཡེ་ཤེས་མིག་གིས་མཐོང་བར་འགྱུར་ཞེས་འོ་ན། དེ་འདྲ་བཞིན་ཉིད་ལྟ་དོན་དམ་བདེན་པ་གི་མཚན་ཉིད་ཚན་དགུ་དེ་ག་ནང་བཞིན་ངས་ཁྱེད་རང་གི་མི་སྣ་གཅིག་ཚད་དགུ་གི་ཡོད་ན་ལོ་ཚིགས་གཅིག་ཚད་དགུ་གི་ཡོད་ན་ས་སྐྱ་གཅིག་ཚད་དགུ་གི་ཡོད་ན་དུས་ཚོད་ཚང་མ་ཚད་དགུ་གི་ཡོད་རེད། འོ་དེ་འདྲའི་དོན་དམ་བདེན་པའི་མཚན་ཉིད་དང་ནུས་བ་ནི་བྱེ་བྲག་སྨྲ་བའི་གྲུབ་མཐའ་སྟེ་ཞེས་པ་དེ་འདྲ་བ་དང། འདིའི་ནང་ལ་གང་ག་ཚད་འབྲས་གཉིས་འདུག་སྟེ། འོ་འདི། དོན་དམ་བདེན་པའི་མཚན་ཉིད། འོ། བོད་ཁུལ་མཉམ་བཞག་ཡེ་ཤེས་ཀྱི་སྤྱོད་ཡུལ་ནི་དོན་དམ་བདེན་པའི་མཚན་ཉིད་དོ། འོ་དེ་ལ་སོགས་པ་གི་ད་སོ་སོ་གི། ཡིག་ཆ་ག་ཚད་མང་བ་ལུགས་ན་ཆོག་གི་ཡོད་རེད་ཡིག་ཆ་ག་ཚད་མང་བ་ལུགས་ན་ཆེད་ལས་ང་ཏིག་གི་ཡིག་ཆ་ཏིག་གི་བཙལ་བྱ་དེ་མང་དུ་རྙེད་ཐུབ་ཀྱི་ཡོད་རེད་བ། འོ་དེ་ནས་ཅི། དེ་ནས་ད་འདི་གི། འདི་ཡི་གི་སྣ་ཚོགས་ཟེར་ནས་ཁྱེད་རང་གི་དཔེ་འདི་ན་དཀར་ཆག་ཅིག་བཟོ་ནས་བཞག་བྱ་ཡོད་རོ། འོ་དེ་ཁྱེད་རང་གི་ཡིག་ཆ་ནང་ལ་ཧ་ཅང་མང་པོ་ཡོད་ན་ཕར་ཆེར་ད་ཡིག་ཆ་གཅིག་སྟོང་གཉིས་སྟོང་ཡོད་པ་ཡིན་ན་དེ་བཟོ་ཡག་ལ་ཕར་ཆེར་སྐར་མ་ཁ་ཤས་ཀྱི་ད་ཁྱེད་ཚོ་ཕྱེད་ཀ་རེ་འགོ་སྲིད་པ་རེད་ཡིན་ན་ཡང་ཐེངས་རྗེས་མ་ནས་ཁྱེད་རང་གི་འགོར་གི་མ་རེད་སྐར་ཆིག་དེ་ན་ཁོང་རང་གི་ནང་ལ་བཟོ་ཚར་བ་ཡིན་དེ་ནས་ད་ཁྱེད་རང་གི་འདི། ཡོང་བ་སྐར་མ་དེ་འདྲ་མང་པོ་སྒུག་ཡོད་མ་རེད་སྐར་ཆ་བཅོ་ཉི་ཚེ་གི་ནང་ཚད་དེ་སྒུག་ཡོད་རེད་འོ་དེ་རྒྱུ་མཚན་གྱི་འདི་གི་ཉིན་ཕྱི་དེ་རེད་མེད་རེད་ཨ་ནི་ད་ཁྱེད་རང་ང་ཡོང་དཔེ་བཅར་འདྲ་དེ་འདྲ་མང་པོ་བྱེད་འདི་སྒུག་གི་ཡོད་ན་ཡོང་དུས་སུ་ཉིན་ཕྱི་གི་དུས་སུ་ཆོག་མ་ཆོག་འདྲ་བོ་ཡོང་གི་འདུག་དེ་འདྲ་ཡིན་དུས་ན་ཁྱེད་རང་གི་ཉིན་ཕྱི་འདི་ནི་གཉིས་ནས་མ་རེད་གཉིས་གསུམ་བྱས་ཡོད་པ་ཡིན་ན་ཨ་ནི་ཁྱེད་རང་གི་འདི་རྟགས་དེ་འདི་ཉིན་ཕྱི་ད་ཡིག་ཆ་དང་འབྲེལ་བ་མེད་ས་བོ་དེ་ཚོ་ནང་ཡིན་ན་ཨ་ནི་ཁྱེད་རང་གི་རྟགས་དེ་མ་བྱས་པ་ཡིན་ན་ཡིག་ཆ་དེ་ནང་ནས་ཚད་གི་མ་རེད།

དེ་འདྲ་ཞིག་ཉི་ལྟག་དམག་གི་ནང་ཉི་ལྟག་དམག་གི་མཚན་ཉིད་ཨ་ནེ་ཡི་དགྲ་བྱེད་དཀོར་སྟོང་ལ་སོགས་པ་དེ་འདྲ་ཅིག་འཚལ་བ་ཡིན་ན་ཁྱེད་རང་གི་སྐར་ཆ་གཅིག་གི་ནང་དམག་གི་མཚན་ཉིད་མ་འདྲ་བ་ག་ཚོད་ཡོད་པ་དང་ཨ་ནེ་ཏིག་གི་དཀོར་སྟོང་མ་འདྲ་བ་ག་ཚོད་ཡོད་པ་དབྱེ་བ་མ་འདྲ་བ་ག་ཚོད་ཡོད་པ་དེ་ཁྱེད་རང་གི་སྐར་མ་སྔར་གི་ནང་འཚལ་ཐུབ་ཀྱི་ཡིན་ན་ཡང་དག་ཞིབ་འཇུག་བྱས་ནས་དག་དབྱེ་ཞིབ་བྱས་ཡ་དག་ཡང་སྡེ་ཚན་ཀློག་པ་རེད་བ། འོ་དེ་འདྲ་ཅིག་རེད། དེ་ནས་ད་འདིའི་ནང་ལ་ཡིག་ཆ་མང་པོ་ཉིན་མང་པོ་ཅིག་ལ་ཡང་དེ་སོ་དཔེ་ཆ་གི་ཡིག་ཆ་དེ་ཚོ་མང་པོ་ཅིག་རག་གི་ཡོད་མ་རེད་དེ་འདྲ་ཡིན་དུས་ན་ད་ང་ངའི་དཔེ་ཆ་མང་པོ་ཅིག་ང་རང་གི་དྲ་རྒྱ་གི་སྒོ་ང་བཞག་བཞག་ཡོད། དེ་རྣམ་པ་ཚོ་འདི་ནས་ཀྱི་སྟེང་གི་འདིའི་ནང་ལ་བཀྲ་ཤིས་དོན་འགྲུབ། ཨ་ནེ་གི་ཐབས་བཀྲ་ཤིས་དོན་འགྲུབ་ཀྱིས་ད་དཔེ་ན་ང་ཚོ་ཅི་འདུག་བཀྲ་ཤིས་དོན་འགྲུབ།

ཨོ་འདི་བཞིན་ལུགས་བྱ་ཡི་དྭགས་མང་པོ་ཅིག་འདུག་དེ་འདྲ་ཡིན་དུས་ན་ཁྱེད་རང་གི་འདིའི་ནང་ལ་ཁོག་འདྲི་དགོས་རྒྱུ་ནང་ཆེན་ཨ་ནི་འདི་འདི་ཕ་ལེན་བྱེད་དང་དེ་ནས་འདི་ཚང་མ་ཁྱེད་རང་གི་ལོག་ལེན་ནང་ཕ་ལེན་བྱེད་དགོས་རེད་དེ་ནས་དེ་གཟིགས་ཕུ་དེ་ཁ་གཏོར་ཨ་ནི་དེ་ཁྱེད་རང་གི་དཔེ་སྐྱོ་གཏོང་ན་དེའི་ནང་ཉིད་ད་བརྗོད་བྱ་མང་པོ་ཅིག་རག་གི་ཡོད་རེད་ད་ཅིག་ཚ་ཉིད་ཀྱི་སྐོར་ཡིན་ནའང་འདྲ་ཨ་ནི་ང་ཚོ་ནམ་རྒྱུན་གྱི། འདྲེ་འདྲ་ཡིན་ན་འདྲ། ཨ་ནི། ད་གར་ལ་དགོས་རེད་མཚར་ཉིན་ཚང་གཞས་ལོངས་ཚུགས་ལ་སོགས་བ་ཡིན་ན་འདྲ། ཨ་ནི་གངས་ཀྱི་ལྷན་སྐྱེས་ལ་སོགས་བ་འདི་ནས་ཆ་ཚང་ཡོད་རེད། འོ་ད་ཚང་མ་ད་ཁྱེད་རང་གི་ཏར་འདྲ་གི་སྐྱིད་སྣང་ལ་བེད་སྤྱོད་གཏོང་ན་འགྲིག་གི་རེད་ཟེར་ནས་ཞུ་གི་ཡོད། ཨ་ནི། ད་ཉིན་གཅིག་གི་ངོ་སྤྲོད་དེ། ད་ཕར་ཆེད་གཏད་ཙམ་གྱིས་ཆོག་པ་གཅིག་ཡིན། ཉིན་གཅིག་ངོ་སྤྲོད་འདི་ལ་གཟིགས་པ་ཐུགས་རྗེ་ཆེ།